ལན། འགའི་སྐུ་ཁམས་བཟང་ང་ཨ་ཆེན་བསྟན་འཛིན་ཐུབ་བསྟན་འཇིག་རྟེན་མི་རྗེ་བརྒྱུད་ལམ་དེ་མཁས་རྣམ་པ་དགའ་བསུ་ཞུ་གི་ཡོད། དེ་རིང་འདི་ནས་སླར་ཡང། དར་མ་དཔའ་དར་གྱི་སྐོར་ལ་ཏོག་ཙམ་གྱི་སྐད་ཆ་བཤད་དུས་བྱུང་སོང། དུས་ཡུན་འདི་རྣམ་པ་ཚོ་ཐུག་པའི་གསོས་པའི་རེ་བ་ཞུ་གི་ཡོད་ཚང་མར་བཀྲ་ཤིས་བདེ་ལེགས། ལགས་སོ། འོ་ན་ད་རིང་དང་པོ་པ་དག་གི་སྐོར་ལ་ག་རེ་ཤེས་ཡ་ཡིན་ཞུས་པ་ཡིན་ན། སྤྱིར་བཏང་གི་ལེ་ཚན་སྔོན་མའི་གི་ནང་ལོ་ལ། བརྙན་དང་པོ་པ་དག་གི་བརྙན་དང་པོའི་གི་ནང་ལོ་ང་ཚོས་དང་པོ་པ་དག་ཁོ་རང་གི་ཏོག་ཙེ་རིན་ཐང་ལགས་འོ་རེད་སྤྱིར་བཏང་གི་ཁྱབ་རྒྱ་ག་འདྲི་ཡིན་མིན་རེད་འདི་སྙམ་དོ་དེ་ལ། ལེའུ་དང་པོ་ཡ་མ་ཀ་བ་ཀ་ཟུང་ལྡན་གི་སྡེ་ཚན་གི་ཤོ་ལོ་ཀ་དང་པོ་གི་སྒྲུང་དང་མཉམ་དུ་གཏམ་རྒྱུད་དང་མཉམ་དུ་ཅིག་ཞུས་པ་འགྲོ་ཅིག། ཡིན་ནའི་ད་རིང་དེ་ནི་སླར་ཡང་དར་མ་པ་དང་ཁོ་རང་ལ་ལྟོ་ཚོད་ཞིབ་ཆ་ཅིག་ཞུ་དུས་འགྲོ་བྱུང་ཟེར་བ་འདི་ད་རིང་དེ་ནི་ཞོལ་གྱི་འབད་བརྩོན་བྱེད་ཀྱི་ཡིན། དེ་ཡང་ག་འདྲའི་འགྲོ་བྱ་དགོས་ཞུས་པ་ནི་སྤྱིར་བཏང་གི་ད་དར་མ་པ་དག་ལ་ནི་མི་འདུག་ཆོས་ཀྱི་ཚིགས་སུ་བཅད་པ་རོ་ཨ་ད་འདི་ཨ་གར་ས་ཀོར་བཀའ་འགྱུར་གྱི་ནང་ལ་བཞུགས་ཡོད་རེད་ཡོད་མ་རེད་ཅེས་ནི་ང་ཚོ་སྐད་ཆ་དང་པོ་ཨ་འདི་བཀའ་འགྱུར་ན་ཡོད་རེད་ཡོད་མ་རེད་ལས་འགྲོ་བྱེད་ཡོད་ར་ད་འདི་འདི་ཨ་ནི་གར་ས་སྤྱིར་བཏང་གི་སྔར་ད་བོད

ད་ག་རེ་ཟ་དགོས་རེད་ད་མ་སྦ་ད་ཡོད་མ་རེད་ཆེད་དུ་བརྗེ་བའི་ཚོམས་ཡོད་རེད་ལབ་ན་འདི་ག་རེ་ལབ་དགོས་རེད་ཞུས་པ་ཡིན་ན་སྤྱིར་བཏང་གི་ཆེད་དུ་བརྗེ་བའི་ཚོམས་ནང་ལ་ག་རེ་ཟ་དགོས་རེད་ད་ལྟ་ད་མ་སྦ་ད་ནང་ལ་ཡོང་བསྡད་པའི་གི་ལེའུ་ཁ་ཤས་ཅིག་ཆེད་དུ་བརྗེ་བའི་ཚོམས་ནང་ཡོང་བསྡད་དགོས་རེད་འདི་ནས་བཤད་གི་ད་ཆེད་དུ་བརྗེ་བའི་ཚོམས་ཁོ་རང་གི་ནང་ལོ་ལ་ད་ལྟ་སྤྱིར་བཏང་གི་ད་ལེའུ་སྐོར་ལ་ཏོག་ཙམ་སྔོན་ལ་ཞུས་བཞག་ན་སྤྱིར་བཏང་གི་ཆེད་དུ་བརྗེ་བའི་ཚོམས་རེད། ཨ། དམ་པ་བ་ད་ཁོ་རང་གི་ནང་ལ་ད་ལེའུ་གི་ཁྱད་པར་རེད་འདི་ནས་གཞན་གྱི་ཤོ་ལོ་ཀ་ཁྱད་པར་ག་འདྲི་འགྲོ་གི་རེད་དོ་ཞུས་པ་ཡིན་ན་སྤྱི་བཏང་གི་ད་དམ་པ་བ་ད་ཆོས་ཀྱི་ཚིགས་སུ་བཅད་པ་ལ་ལེའུ་ག་ཚོད་ཡོད་མེད་ང་ཚོ་སྔར་ཞུས་པ་འདྲ་བོ་རེད་ལེའུ་ཉི་ཤུ་རྩ་དྲུག་དང་ཤོ་ལོ་ཀ་བཞི་བརྒྱ་ཉི་ཤུ་རྩ་གསུམ་ཡོད་རེད་ཟེར་བྱས་འདི་ང་ཚོ་ཞུས་པ་ར་བ་ད་ཡིན་ན་ཡང།

ལེའུ་གི་ཐོག་ནས་བསམ་བློ་བཏང་སོང་བས་ན་ལེའུ་སུམ་ཅུ་སོ་གསུམ་རེད། ག་རེ་ཟེར་དགོས་རེད། དག་མ་པ་དག་ལ་བསམ་བློ་བཏང་སོང་ན་ལེའུ་ཉི་ཤུ་ག་ཚོད་ལ་ནི་ཉི་ཤུ་རྩ་དྲུག་མ་གཏོགས་ཡོད་དགོས་མ་རེད། དེ་ཡིན་ཙང་བ་ལ་ལེའུ་གི་ཐོག་ནས་ཁྱད་པར་ཤོད་ཡིན་ཙང་བ་ལ་ད་དག་མ་པ་དག་ན་ཡོད་པའི་ལེའུ་ཁ་ཤས་ཅིག་ད་བག་ཡོད་ཀྱི་སྡེ་ཚན་ལ་ཡ་འདྲ་བོ་དང་འདི་ནས་བཞིན་གྱི་བྲམ་ཟེ་གྱི་ལེའུ་ལ་ད་སྡེ་ཚན་ལ་ཡ་དེ་འདྲའི་ཁ་ཤས་ཅིག་གར་ས་གོ་རེ་ཆེད་དུ་བརྗོད་པའི་ཚོམས་རྣམས་ཡོད་དེ་དགོས་རོགས། དེ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་གང་ལྟར་ཀྱང་སྤྱིར་བཏང་གི་ད་ཞུ་ཡག་ག་རེ་ཆགས་དགོས་ལབ་པ་ཡིན་ན་ད་མ་པ་ད་ཁོ་རང་སྔོན་བཀའ་འགྱུར་གྱི་ནང་ལོ་ཡོད་མ་རེད་སྔར་གྱི་ལོ་ཙཱ་བ་དག་གིས་བསྒྱུར་ཡོད་མ་རེད་ཡིན་ནའི་ཆེད་དུ་བརྗོད་པའི་ཚོམས་འདི་དང་ཏོག་ཙེ་འདྲ་པོ་ཡོད་རེད་ཨ་འདི་གི་ཐོག་ནས་ཞུ་ཡ་གཅིག་ཡིན། ད་དེའི་མཉམ་དུ་དེ་ལ་ཨ་ནི་གར་ས་གཉིས་པ་ག་རེ་ཆགས་དགོས་རེ་ཞུས་པ་ཡིན་ན་ད་དེ་དེའི་ད་ད། ཨ་མཁར་ཚ་གོ་ད་མ་པ་ད་འདི་ད་ག་རིགས་ཀྱི་སྐད་ལ་ཡོད་ཞུ་བ་ནི་པ་ལི་གི་སྐད་ལ་ཡོད་འདི་གི་འོད་རེད་འདི་འདི་ད་ནང་ང་རང་ཚོ་གི་ད་མ་པ་ད་ཤོ་ལོ་ཀ་བཞི་བརྒྱ་ཉི་ཤུ་རྩ་གར་ཟ་ཉི་ཤུ་རྩ་གསུམ་དང་ལིའུ་ཉི་ཤུ་རྩ་དྲུག་གི་བདག་ཉིད་ཅན་འདི་ག་རིགས་ཀྱི་ཐོག་ནས་སྐད་ཆ་བཤད་དགོས་ལ་ནི་པ་ལི་གི་ཐོག་ནས་སྐད་ཆ་བཤད་དགོས་ར་ད་པ་ལི་གི་ཐོག་ནས་སྐད་ཆ་བཤད་ཡོད་འདུག་བསམ་པ་ལ་འདི་ག་འདྲི་རོགས་ཆགས་འདི་གི་འོད་རེད་ག་བ་ནས་གླེགས་ཡོད་རེད་ཞུ་བ་ཡིན་ན་སྤྱིར་བཏང་གི་ད་སྔོན་མ་སྟོན་པ་མྱ་ངན་ལས་འདས་པའི་རྗེས་སུ་ང་རང་ཚོ་བཀའ་བསྡུས་དང་པོ་བྱུང་སོང་བ་རེད་ད་འདི་ཡི་གནས་སྐབས་ན་ད་ད་ཐེ་ར་བ་ད་ཞུ་ནས་མི་འདུག་གནས་བརྟན་སྡེ་པ་དག་གིས་ལག་འོ་ར་གང་ལྟར་ཀྱང་སྡེ་སྣོད་གསུམ་ཐོག་མའི་གནས་སྐབས་ན་བྱུང་སྟངས་དང་དེ་འདྲའི་ར་ཏིརི་པི་ཏྲ་ག་ཟེར་ཅན་དེ་དུས་བྱུང་བ་རེད་དེ་དུས་ད་དུལ་བའི་སྡེ་སྣོད་མདོ་སྡེའི་སྡེ་སྣོད་སྔོན་པོའི་སྡེ་སྣོད་ཟེར་ནས་ར་བི་ན་ཡ་པི་ཏྲ་ག་ཨ་ནི་ཨ་བི་དྷ་མ་པི་ཏྲ་ག་ཨ་ནི་སུ་ཏ་པི་ཏྲ་ག་ཟེར་ནས་གང་ལྟར་རྣམ་པ་གསུམ་ཅིག་བྱུང་སོང་བ་ར་བ། ད་ཏྲིའི་ལད་དུ་འཛོམ་པ་ལ་སུམ་ལ་གོ་རེ་པི་ཏྲ་ཀ་ལད་འཛོམ་པ་ལ་སྣོད་དྲུག་ཅི་ལ་གུག་དོ་པི་ཏྲ་ཀར་ས་གོ་རེ་པི་ཏྲ་ཀ་པི་ཏྲ་ཀ་ལ་ནི་སྣོད་དྲུག་གང་ད་སྡོད་གནས་ང་རང་ཚུགས་ཀྱི་སྡོད་གནས་སུམ་ལྷའི་དེ་ཏྲི་པི་ཏྲ་ཀས་བྱས་ནས་ཐ་སྙད་དེ་འདྲས་བཏགས་གོ། ད་ཏིའི་འཛོམ་པ་ལ་ད་ད་གནས་བརྟན་དེ་པ་དག་ལ་ནི་མི་འདུག་ཁོ་རང་ཚུགས་ཀྱི་ད་ད་པ་ལི་གི་ཐོག་ནས་ཡོང་ཤ་བེ་གི་གར་ས་གོ་རེ་ཏྲི་པི་ཏྲ་ཀ་ཞུ་ནི་མི་འདུག་སྡོད་གནས་གསུམ་གྱི་ད་འདིའི་རྒྱུ་ནས་ལེབ་དང་ཅིག་ཡོད་རོ། ད་ད་ད་མ་པ་ད་དེ་ཡང་ད་འདིའི་རྒྱུ་ནས་ལེ་དེ་ཡོད་རེ་བྱས་ནས་རོ། ད་འདི་གི་ནང་གསེས་ཅིག་ཆགས་འདི་གོ་ད་ད་མ་པ་ད་འདི་ཡང་ད་ད་མ་པ་ད་འདིའི་ནང་གསེས་ཆགས་ཡོད་འདུག་བསམ་པ་ལ་ད་ཏྲི་པི་ཏྲ་ཀ་གི་དང་ལོ་ད་འདོད་འདོད་འདོད་ནས་འདུལ་བའི་འདོད་ནས་དངོས་པོའི་འདོད་ནས་འདི་གསུམ་ག་རིགས་ཀྱི་ཁོངས་སུ་གཏོགས་ཀྱི་ཡོད་རེད་ཅིག་ཞུས་པ་ཡིན་ན་སྤྱིར་བཏང་གི་གནད་དོན་འདས་པ་ཁོང་རང་ཚོ་གི་ལུགས་ལ་ད་མ་ག་རི་ས་གོ་རེད་ཏྲི་པི་ཏྲ་ཀ་ལ་གོ་རེད་འདོད་ནུས་གསུམ་ལ་གོ་རེད་འདི་གི་ནང་ནས་དང་པོ་བི་ན་ཡ་པི་ཏྲ་ཀ་ལ་རྩ་བའི་དབྱེ་བ་གསུམ་སྒྲོག་ཅིག་དང་ནང་གསེས་ཕྱེ་ནས་ལྔ་སྒྲོག་ཅིག་ཆགས་ཡོང་གི་འདུག།

པཱ་ལིའི་གཞིར་བཞག་བྱས་ནས་པཱ་ལིའི་གི་ལུགས་གཞིར་བཞག་ལ་ནི་མི་འདུག་གནས་བརྟན་བདེ་པ་གཞིར་བཞག་གི་སྒོ་ནས་ཞུས་པ་ཡིན་ན་གང་ལྟར་ཀྱང་ཏྲི་པི་ཏྲ་ཀ་དེ་ལ་ཨ་གྷར་ས་གོ་རེ་བི་ན་ཡ་ལ་གསུམ་བྱས་རྩ་བའི་དབྱེ་བ་གསུམ་དང་ནང་གསེས་བྱས་ནས་སྔགས་བསྒྲུབ་བྱ་དྲུག་འདུག་ཨ་ནི་གྷ་རི་ས་གོ་རེ་རྡོ་རྗེ་བདུན་ནས་སུ་ཏཱ་པི་ཏྲ་ཀ་དེ་ལ་སྔགས་བྱས་ཨ་དེའི་རྗེས་ལ་ཨ་བྷི་དྷརྨ་ལ་བདུན་ཐམ་པ་བྱ་དགོས་དུས་སུ་བྱས་ད་དེ་གི་ནང་ནས་དྷརྨ་པ་དྷ་དེ་ག་རེ་གི་ཁོང་དུ་ཆགས་དགོས་རུ་ཞུས་པ་ཡིན་ན་ད་ལྟ་མདོ་སྡེ་སྡོད་གནས་ཀྱི་ཁོངས་སུ་གཏོགས་དགོས་འདུག་རོ། ད་མདོ་སྡེ་སྡོད་གནས་ཁོངས་སུ་གཏོགས་ཡིན་བསམ་པ་ལ་མདོ་སྡེ་སྡོད་གནས་ཁོ་རང་ལ་ད་ནི་གོང་དུ་ཞུས་པ་ན་ཞིག་མངའ་ཡོད་རེ་ཞུས་པ་ན་ཞིག་གི་རེ་བ་ད་དེ་ལ་ཡང་འདི་ཀ་ནི་ཀ་ཡ་ཨ་ནི་མ་ཇི་མི་ནི་ཀ་ཡ་ཨ་འདི་ན་ཞིག་གི་བསམ་ཡུག་ད་ནི་ཀ་ཡ་ཨ་མགུ་ད་ར་ནི་ཀ་ཡ་ཁུ་ད་ཀ་ནི་ཀ་ཡ་ཟེར་ནས་མནའ་མ་མངའ་གསུང་གི་ཡོད་རེ་བ་ད་འདི་མངའ་འདི་ད་ད་མདོ་སྡེ་སྡོད་གནས་ཀྱི་དབྱེ་བ་འདྲ་བོ་ཆགས་དགོས་ཡོད་རེ་བ་ད་དེ་ལ་དང་པོ་ད་འདི་ཀ་ནི་ཀ་ཡ་ད་མ་ཇི་མི་ད་འདི་ང་རང་གིས་ནས་ཞུ་ཞིབ་ཆ་གསལ་པོ་ད་དེ་འདྲི་ཞུ་ཤེས་ཀྱི་མི་འདུག་ཡིན་ན་ཡང་ད་ག་རེ་དོན་ད་ག་རེ་བཤད་ཀྱི་འདུག་ལ་ན་ད་འདི་ཀ་ནི་ཀ་ཡ་ཞུ་ཡས་འདི། གཙོ་བོ་གཅིག་ད་སངས་རྒྱས་ཀྱིས་ད་དུས་དུས་སྐབས་སུ། མདོ་སྡེ་གཟུགས་གཅིག། བཀའ་དུས་ད། བཀའ་དུས་བྱས་པའི་དོན་ལྟར་རོ། ད་ང་ཚོ་དང་པོའི་གནས་སྐབས་ན་བཀའ་དུས་དང་པོ་བཀའ་དུས་དང་པོ་བཀའ་དུས་གཉིས་པ་བཀའ་དུས་གསུམ་པ་དེ་འདྲ་བྱུང་སོང་བ་བཀའ་དུས་རིམ་པ་གསུམ་བྱུང་སོང་བ་རོ། ད་དེའི་རྗེས་སུ་ཡང་ད་དུ་བཀའ་དུས་བྱུང་བསྡད་ཡོད་རེད་དེ། ད་གང་ལྟར་རྒྱ་བཀའ་དུས་མཛད་པའི་གནས་སྐབས་ན། ད་ག་རེ་ཟ་གོ་རེ་འདུལ་བད་ཀྱི་ཁོངས་སུ་གཏོགས་པ་མདོ་སྡེ་ཀྱི་ཁོངས་སུ་གཏོགས་པ། ཨ་ནི་ག་རེ་ཟ་སྔོན་བད་ཀྱི་ཁོངས་སུ་གཏོགས་པ་ཞེས་འདི་འདྲས་བཞག་སོང་བ་རོ། ད་དེ་གི་ནང་ལས་ད་ལྟ་མདོ་སྡེ་ཁོ་རང་ན་ཡང་ད་དཔེ་མ་སྲིད་ཀྱི། མདོ་ཁོ་རང་དཔེ་རྒྱས་པ་ལ་གོ་རེ་ཆེ་བ་ལ་གོ་རེ་མང་བའི་སྡེ་ཚན་འདི་ཚོ་ལ། འདི་ག་ནི་ག་ཡ་ཅན་འདི་ག་ནི་ག་ལ་ནི་གང་ལྟར་ཀྱང་དཔེ་རྒྱ་ཆེན་པོ་རེ་བ་ད་མང་པོ་ཡོད་པའི་ཆེ་བའི་སྡེ་ཚན་འདི་ཚོ་ལ་འདི་ག་ནི་ག་ཡ་ཅན་འདི་འདྲའི་བཞག་སོང་བ་རེད། འདི་ལ་གཉིས་པ་དེ་གར་བྱ་དགོས་ལ་ན་མ་ཇི་མི་ནི་ག་ཡ་བྱ་དགོས་རེད་མ་ཇི་མི་ནི་ག་ལ་ཙམ་པ་ལ་དཔེ་བྱ་ནི་འབྲིང་འབྲིང་འགྲོ་ཅིག་རེ་བ་བད་ཁོ་ར་མང་བོ་མ་ཡིན་པོ་བར་མེད་ཀྱི་སྡེ་ཚན་འགྲོ་ལ་འོ་ར་ཨ་ནི་གང་ལྟར་ཀྱང་མདོ་སྡེ་སྡོད་གནས་དེ་ལ་ཡང་མང་བའི་སྡེ་ཚན་དང་འབྲིང་བའི་སྡེ་ཚན་གཉིས་ཆེ་ད་གསུམ་པ་དེ་ག་རེ་བྱ་དགོས་ལ་བ་ཡིན་ན་བསམ་ཡུག་ད་ནི་ག་བསམ་ཡུག་ད་ནི་ག་ལ་ཡ་དེ་འདུས་པའི་སྡེ་ཚན་འགྲོ་ཅིག་རེ་བ་ད་དེ་ཚོ་དེ་གར་ཟ་དགོས་རེད། བདག་མ་འོངས་མ་ཡིན་པའི་དྲིང་རིག་ག་དུ་འདུས་པ་འགྲོ་བའི་ལ་དགོས་ན་ག་འདྲ་ཀྱང་ད་གར་སོ་འདི་ལས་ཉུང་བའི་སྡེ་ཚན་འགྲོ་བ་དང་འདུས་པའི་སྡེ་ཚན་འགྲོ་བ་ཅིག་བྱ་དགོས་ལ་འདུས་པའི་སྡེ་ཚན་འགྲོ་བ་ཅིག། གསུམ་པ། ད་འདི་གི་རྗེས་ལ་བཞི་པ་དེ་ག་རེ་བྱ་དགོས་ལ་ན་ཨངྐུཏར་ནི་ཀཱཡ་ལ་ནི་བྱ་དགོས་རེ་ཞུས་པ་དེ། ད་ཨངྐུཏར་ནི་ཀཱཡ་དེའི་སྐབས་སུ་ག་རེ་ཤེས་དགོས་རེ་ཞུས་པ་ཡིན་ན་ཨངྐུཏར་ནི་ཀཱཡ་དེ་གྲངས་ཀྱི་སྡེ་ཚན་གྱི་སྒོ་ནས་ཤེས་དགོས་རེད། ད་གར་མདོ་སྡེ་ལ་ང་ཚོ་བརྒྱད་པའི་སྡེ་ཚན་ལ་གོ་རེ་མང་བའི་སྡེ་ཚན་ཞུས་དེའི་རྗེས་ལ་འབྲིང་གི་སྡེ་ཚན་བར་པའི་སྡེ་ཚན་ཞུས་འདུས་པའི་སྡེ་ཚན་དེ་ཞུས། ད་དེ་རྗེས་ལ་གྲངས་ཀྱི་སྡེ་ཚན་གྲངས་ཀྱི་སྡེ་ཚན་ལ་ཡིན་དེ་ག་རེ་ཞུ་དགོས་རེ་ཞུ་བ་ཡིན་ན་ད་ད་ཤེས་དགོས་ཞུ་བ་ཡིན་ན། ད་གྲངས་ཀྱི་སྡེ་ཚན་ལ་ཡིན་དེ། ད་ང་རང་ཚོ་གི་གཅིག་གི་སྡེ་ཚན་གཉིས་ཀྱི་སྡེ་ཚན་ང་ཚོ་དཔེ་ཤ་ན་ཆོས་ཀྱི་རྣམ་གྲངས་འགྲོ་གི་ཡོད་ར་ཆོས་ཀྱི་རྣམ་གྲངས་ལ་ང་ཚོ་གཅིག་གི་སྡེ་ཚན་དང་གཉིས་ཀྱི་སྡེ་ཚན་གསུམ་གྱི་སྡེ་ཚན་ད་གསུམ་གྱི་གཉིས་ཀྱི་སྡེ་ཚན་ལ་ག་རེ་ཀུན། བདེན་པ་གཉིས་ལ་ཡིན་དེ་གསུམ་གྱི་སྡེ་ཚན་ལ་ཀུན་སྤྱོད་གསུམ་ལ་ཡིན་ད་དེ་ནས་བཞིན་གྱི་ད་ད་མདོ་སྡེ་སྡོད་ནས་ཁོ་རང་སངས་རྒྱས་ཀྱི་གསུང་ཁོ་རང་ལ་དཔེ་ཤ་ན། ད་ད་རྨི་ལམ་གྱི།

ད་དེའི་རྗེས་ལ་ལྔ་པ་དེ་ག་རེ་བྱ་དགོས་ཞེ་ན་ར་ད་ལྔ་པ་དེ་ད་ནྡ་ཨ་ནི་ག་རེ་ཟ་དགོས་ར་ཁུ་དཱ་ཀ་ནི་ཀ་ཡཱ་ཟེ་ནི་ཁུ་དཱ་ཀ་ནི་ཀ་ཡཱ་ལ་ནི་མི་འདུག་ད་ནི་ཀ་ཡཱ་ནི་ཀ་ཡཱ་ལ་ཡ་དེ་སྡེ་ཚན་འགྲོ་གི་རྗེས་ར་ཁུ་དཱ་ཀ་ལ་ཡ་དེ་ག་རེ་ཟེར་ན་དེ་ད་ནྡ་ཕྲན་ཚེགས་ང་རང་ཚོ་ཕྲན་བུ་ཕྲན་བུ་ཡོད་པའི་སྐད་ཆ་དེ་ལ་ར་ཕྲན་ཚེགས་དེ་ཡིན་དུས་ཙམ་པ་ལ་ད་ནྡ་དཱ་མ་པ་ད་ནྡ་དགེ་འདུན་ཆོས་འཕེལ་གྱི་རྒྱུད་ནང་པའི་དཱ་མ་པ་དང་ཁོ་རང་གི་སྒང་གི་ད་ལས་ཀྱི་མཚན་བྱང་ལ་བར་སྒང་གི་མཚན་བྱང་ལ་བར་མིང་ཁོ་རང་ལ་ཡང་ག་རེ་ཞུ་ཨ་ནི་ག་རེ་ཟ་དགོས་རེད་གནས་བརྟན་སྡེ་པ་བདག་གིས་ཨ་ནི་ག་རེ་ཟ་དགོས་རེད་ཨ་ཕྲན་ཚེགས་ཀྱི

ནི་ཡོད་རེད་ཞུས། གང་ལྟར་ཀྱང་ད་དེ་ནི་ག་རེ་ཞུས་ཡོད་ཞུས་པ་ཡིན་ན། སྤྱིར་བཏང་གི་བཀའ་འགྱུར་གྱི་ནང་ལོ་ལ། འདབ་མ་བ་དང་མེ་ནའི་ཆེད་དུ་བཞེས་པའི་ཚོམས་ཀྱི་འདི་དང་འདྲ་བ་ཡིན་པ་དང་ད་མང་ཆེ་བ་ཅིག་འདི་ནང་བཞིན་གྱི། འདི་ཁོ་རང་ནས་ཡོད་པའི་གི་ལེའུ་ཁ་ཤས་ཀྱི་ཕ་གི་ལས་ཡོད་བསྡད་པ་ཅིག་འབྱུང་གི་ཡོད་རེད་བ། འདི་སྙམ་དུ་དེ་ལ་ད་འདབ་མ་བ་དག་འདི། པཱ་ལི་ཁོ་རང་གི་ག་རེ་ལ་གོ་རེ་ད། པཱ་ལི་ཁོ་རང་གི་ལུགས་སུ་ཞི་ཆགས་བྱས་སོང་བ་ཡིན་ན། སྡེ་སྣོད་གསུམ་ག་རེ་གི་གོང་དུ་ཡིན་པ་སྡེ་སྣོད་གསུམ་གི་ནང་ནས་ནང་གསེས་ནང་གསེས་ག་རེ་གི་གོང་དུ་ཡིན་པ་ད་འདི་ཡང་ལྡོག་ཙམ་ཞུས་ཆོག་པ་ཞུས་ཟིན་པ་འགྲོ་བྱས། ད་འདི་གི་རྗེས་ལ་ག་རེ་ཞུ་ཡང་ལན་བ་ཡིན་ན། ད་ག་རེ་ཟེར་བ་རེད་ད། དཱ་མ་པཱ་དཱ་ཁོ་རང་ལ་ཡང་སྐད་ཆ་རེད་ད་དཱ་མ་པཱ་དཱ་ལ་ཡང་འདི་ག་འདྲི་འགྲོ་གི་རེད་ད་ད་ནང་གང་ལ་ང་ཚོ། ཆོས་དུས་བྱེད་པའི་ཚོམས་དང་ཨ་ནི་ག་ར་ས་གོ་རེ་ཆོས་ཀྱི་འདབ་མ་པ་དང་ཁོ་རང་ཅིག་མཉམ་དུ་གཅིག་བསྡུར་ནས་ང་ཚོས་སྐད་ཆ་ཅིག་བཤད་སོང་བ་དེ་འཛམ་བ་ལེའུ་གི་ཁྱད་པར་ཤོར་བ་ད་འདབ་མ་པ་དང་ཁོ་རང་འདི་ལ་ཆ་བཞག་སོང་བ་ཡིན་ན་འདབ་མ་པ་དང་ཁོ་རང་ང་རང་ཚོ་ཡི་ལ་བ་ནས་བཞིན་གྱི་གཅིག་རྡོག་རྡོག་ཅིག་ཆག་འདི་དགོས་ལབ་ན་འདི་ནི་མ་རེད་ད་འདི་ཡང་ས་ཆ་ཁག་ཁག་འདྲ་བོ་ཅིག་ལ་རོ་བ་དཔེ་ཤ་ན་ད་འདི་ལ་ཡང་ལུགས་མང་པོ་ཅིག་ཆག་འདི་དགོས་འདུག་དཔེ་ཤ་ན་གྷན་དྷ་ར་གི་ག་ར་ས་འདབ་མ་པ་དག་ལ་ཡ་དང་འདི་ནས་བཞིན་གྱི་པར་ནབ་ད་པར་ལི་གི་འདབ་མ་པ་དག་དང་འདི་ནས་བཞིན་གྱི་གཙོ་བོ་སྔོན་མ་ད་དོན་རབས་གསུམ་པའི་གི་གནས་སྐབས་ལ་རོ་བ། དུས་རབས་གསུམ་པའི་གི་གནས་སྐབས་ན་ཝི་གཅིག་ལང་ལ་ནི་མི་འདུག་ཁོང་གིས་ད་ཐོག་མའི་གི་གནས་སྐབས་ན་རྒྱ་ནག་གི་སྐད་ལ་ད་ད་མ་པ་ལ་དེ་ཁར་ས་ད་མ་པ་ད་དེ་རྒྱུད་ནང་བ་འགྲོ་ཅིག་ཆགས་གི་འདུག་ད་འདི་གི་ནང་ལོགས་ལ་ཆགས་བཞག་སོང་བ་ཡིན་ན་ཧ་ཅང་གི་ཁྱད་པར་ཆེན་པོ་ཤོར་འཇུག་གི་འདུག་ར་ད་འདི་གི་ད་གར་ས་གོ་རེ་རྒྱ་ནག་གི་སྐད་ལ་ཡོད་པའི་ད་མ་པ་ད་དང་ད་རྒྱ་གར་ལ་ཡོད་པའི་ད་མ་པ་ད་གཉིས་ལ་ཡང། ལེའུ་ཀའི་ཐོག་ནས་བསམ་བློ་བཏང་སོང་བས་ན་ཁྱད་པར་ཆེན་པོ་གཅིག་ད་འདི་དེ་ཡང་ཆེད་དུ་བརྗོད་པའི་ཚོམས་དང་ཡང་བལྟ་སོང་བས་ན་དེ་ཁ་ཁ་སྒྲོག་ཆགས་ཀྱི་ཡོད་ཟེར། གང་ལྟར་ཀྱང་ཨ་ནི་ག་རེ་ཟེར་བ་ར་རྒྱ་ནག་གི་སྐད་ལ་ཡོད་པའི་འོན་ཏེ་རྒྱ་ནག་ལ་སྐད་ལ་ཡོད་པའི་གི་ད་དམ་པ་པ་ད་དེ་ལ་ག་རེ་ལ་ཡོད་དོ་ན་ན་ཧྥ་ཅུའི་ཅིང་ཟེར་བྱས་ནས་ར་དེ་འདྲའི་གསུང་གི་འདུག་ད་འདི་ལ་ལེའུ་ག་ཚོད་འདུག་ལ་ན་ལེའུ་སུམ་ཅུ་སོ་དགུ་དང་ཨ་ནི་ཤོ་ལོ་ཀ་ག་ཚོད་ལ་ན་བདུན་བརྒྱ་ལྔ་བཅུ་ང་གཉིས་བྱས་ར་ད་འདི་འདྲའི་ཡོང་དུས། ད་འདི་ལ་བསམ་བློ་བཏང་སོང་བ་ཡིན་ན་ཡང་དག་གིས་པཱ་ལིའི་སྐད་ལ་ཡོད་བསྡད་པ་དང་ད་ཤྲཱི་ལངྐ་ཐམས་ཅད་ཀྱི་ཐུན་མོང་གི་ཁས་ལེན་བསྡད་པ་གར་ཟ་འདི་བསམ་བློ་བཏང་སོང་བས་ན། ལེའུ་ག་ཚོད་ཆགས་སྐོར་ལེའུ་ཉི་ཤུ་རྩ་དྲུག་དང་ཤོ་ལོ་ཀ་བཞི་བརྒྱ་ཉི་ཤུ་རྩ་གསུམ་ཆགས་བསྡད་ཀྱི་རོ། ད་འདི་ནས་བསམ་བློ་བཏང་སོང་བས་ན་ཞེ་དྲག་གི་ཁྱད་པར་ཆགས་བསྡད་ཀྱི་འདུག་ཨང། ད་འདི་ནས་བརྩམས་པ་ལ་འདི་གི་ཐོག་ནས་ག་རེ་ཞུ་ཡིན་ལགས་ན་ད་དར་མ་པཱ་དར་ལེན་གྱི་འདི་ཡང་ད་གཅིག་རང་ང་རང་ཚོ་ཤེས་རབ་སྙིང་པོ་འགྲོ་ཁས་ལེན་པ་འདི་འགྲོ་བོ་ཅིག་མ་ཡིན་པ་ཆད་དེ་ཡང་གར་ཟ་སྐོར་རེ་ས་ཆ་གཞན་དག་དང། ཁ་ར་ཟོ་གོ་རེད་སྔ་མ་ནི་དེ་མང་པོ་མང་པོ་ཅིག་གིས་ད་སོ་སོ་སོ་སོ་གིས་སློབ་མ་དག་གིས་བསྡུས་བསྡུས་འདི་འདྲི་བྱས་ནས་སླེབས་པའི་ཐོག་ནས་ཡང་ཡོང་སྲིད་པ་རེད་གང་ལྟར་ཡང་གང་ལྟར་ད་མ་པ་ད་ཁོ་རང་ཡང་ང་རང་ཚོ་གི་ད་ལྟ་བརྟན་པོ་འགྲོ་བཞིན་ཡོད་འདོད་པ་རེད་མ་ཡིན་པ་དེ་ལ་ཡང་ས་ཆ་དང་ཡུལ་དང་དེ་ཚོ་གི་ཐོག་ནས་ཨ་ནི་འདུས་སྟངས་གི་ཐོག་ནས་རེད་དེ་ཚོ་ཡང་ཁ་ཁ་ཡོང་སྡད་ཀྱི་འདུག་ཞུས་ཡིན་ཡང་ན་ནི་མདོ་ཚན་ཁོ་རང་ཁ་ཁ་ཡིན་སྲིད་ཀྱི་རེད་བ་འོང་འདི་བྱས་ད་འདི་མཉམ་དུ་དེ་ལ་ཡང་ག་རེ་ཞུས་ཡོད་ལ་ན་ད་ད་མ་པ་ད་འདི་རེད་ད་ད་མ་པ་ད་འདི་ལ། ཁར་ས་ནས་སྤྱིར་བཏང་གི་མདོ་ཁོ་རང་ལ་བསམ་བློ་བཏང་སོང་བ་ཡིན་ན་གཏམ་རྒྱུད་ཡོད་ཡོད་མ་རེད་བ། ཡིན་ཨེ་ད་ང་ཚོས་དེ་ནས་བཤད་ཡ་དེ་ག་རེ་འབད་བརྩོན་བྱེད་དགོས་ལབ་ན་གཏམ་རྒྱུད་དང་སྦྱར་ནས་བཤད་ཡ་གི་འབད་བརྩོན་བྱེད་དགོས་རེད་ད། གཏམ་རྒྱུད་དང་སྦྱར་ནས་བཤད་ཡ་འབད་བརྩོན་དེ་ག་དེ་ག་ནས་ག་བ་ནས་བལྟ་དགོས་རེད་ཁུངས་ག་བ་ལ་གཏུགས་དགོས་རེད་ཟེར་བྱས་ནས་ཞུས་པ་ཡིན་ན་ར། སྤྱིར་བཏང་གི་དྭངས་མ་པ་དག་ཁོ་རང་གར་ས་ན་རྩ་བ་འགྲོ་བོ་ཆགས་བསྡད་དགོས་རེད་ཁོ་རང་རྒྱ་གར་སྐད་ལ་ཡིན་ན་ག་དྷ་ལ་ཡིད་ད་ཨིན་ཇི་སྐད་ལ verse ཟེར་བྱས་ནས་ར verse།

དུས་རབས་ལ་བསམ་བློ་བཏང་སོང་བས་ན་དུས་རབས་ལྔ་པའི་གི་ནང་ལོ་ཆུང་ཆགས་པར་བ། ད་དུས་རབས་ལྔ་པའི་གི་ནང་ལོ་ཆུང་ཆགས་པར་ཤི་རི་ལང་ཀ་གི་ད་ད་ད་གི་དགེ་སྦྱོང་ཤུ་བོ་ར་བུ་ད་གོ་ཤ་ད་ཁོང་གི་ག་རེ་གནང་ཡོད་ལ་ན་ད་མ་པ་ད་གི་འགྲེལ་པ་མཛད་གནང་ཡོད་སྤྱི་ཐང་གི་ཁོང་གི་འགྲེལ་པ་མང་པོ་ཅིག་མཛད་གནང་ཡོད་དེ་འདི་མཉམ་དུ་དེ་ལ་ཁོང་གི་ད་མ་པ་ད་གི་འགྲེལ་པ་མཛད་གནང་ཡོད་ད་མ་པ་ད་གི་འགྲེལ་པ་འདི་མཉམ་དུ་ད་ཁོང་གི་ག་རེ་ཡོད་ཞུས་པ་ཡིན་ན་ད་ད་མ་པ་ད་ཁོ་རང་ལ་ཤོ་ལོ་ཀ་བཞི་བརྒྱ་ཉི་ཤུ་རྩ་གསུམ་བྱས་འདི་ན་ཡང་ད་འདི་ལ་ཁོ་རང་གི་འགྲེལ་ནས་ད་འདི་མཉམ་དུ་ལ་གཏམ་རྒྱུད་ཡོང་འདི་དགོས་རེད་གཏམ་རྒྱུད་ག་ཚོད་ཡོང་གི་ཡོད་ལ་ན་གཏམ་རྒྱུད་སུམ་བརྒྱ་ལྔ་ཐམ་པ་ཡོང་དགོས་ལ་སྤྱིར་བཏང་གི་ངེད་ཀྱི་ལྟ་བའི་སྐབས་སུ་རྩ་མི་སུམ་བརྒྱ་གཉིས་དྲུག་ཅིག་གཏོང་དེ་ཡིན་ན་གང་ལྟར་སུམ་བརྒྱ་ལྔ་ཡོད་རེད་ཅེས་ཟླ་འདི་ནས་གསུང་གི་འདུག་རོ། ལྟ་དེ་དེ་ང་ཚོ་ཡང་རྗེས་མ་མུ་མཐུད་ནས་ད་ག་རེ་ཟེར་བ་དར་མ་པ་དག་གི་ལེ་ཚན་དང་གཏམ་རྒྱུད་དེ་སྒྲུག་གི་སྒྲུག་གི་ལ་ང་ཚོ་གི་གཏམ་རྒྱུད་ག་ཚོད་ཡོད་པ་དེ་ང་ཚོས་ཤེས་ཐུབ་གི་རེད་བ། གང་ལྟར་ཀྱང་ད་གཏམ་རྒྱུད་དང་མཉམ་དུ་སྦྱར་ནས་བཤད་ཡ་དེ Buddha བསྒོ་བྱ་སངས་རྒྱས་དབྱངས་བྱས་ནས་ར་ང་ཚོ་སྤྱིར་བཏང་གི་ནམ་རྒྱུན་སློབ་དཔོན་རྟ་དབྱངས་ལ་དེ་ཛམྦྷ་ལ་སློབ་རྟ་དབྱངས་ལ་རྟ་ལ་ཡི་དེ Ashwar ལ་ཡི་དོ། བགོ་བཤའ་ལས་ཟ་མ་ལ་དབྱངས་ཀྱི་ཨ་ཞུ་བ་བགོ་བཤའ་དང་དེ་ག་རང་ཁ་ཅིག་རྒྱུ་བ་ཡིན་ན་བུདྡྷ་བགོ་བཤའ་ཟེར་ནས་ར་བུདྡྷ་ལ་དེ་ཟ་མ་སངས་རྒྱས་ཀྱི་དབྱངས་ད་གང་ལྟར་སངས་རྒྱས་ཀྱི་དབྱངས་ལ་ནི་མི་འདུག་སངས་རྒྱས་ཀྱི་གསུང་ལ་ནི་མི་འདུག་ཨང་ད་དེ་འདྲས་གང་ལྟར་ཀྱང་ག་རེ་ཟ་གོ་རེད། སི་རི་ལངྐ་གི་ད་དགེ་སློང་གཅིག་ཆགས་འདི་གོ་རེད་བུདྡྷ་བགོ་བཤའ་ཁོང་ཡང་པདྨ་སེ་གི་ཨ་ནི་དཔེ་སྒྲུབ་ཆེན་པོ་འགྲོ་བྱེད་ཨ་ནི་ཁོང་གི་ག་རེ་ལ་ན། འགྲེལ་པ་གནང་བྱས་དེ་ལ་ནི་གཏམ་རྒྱུད་འདི་འདྲའི་སྦྱར་གནང་བ་ཅིག་ཆགས་ཀྱི་ཡོད་རེད་ཞེས་ཤོད། ད་ད་འདི་གི་རྗེས་སུ་ད་ལྟ་ཞུ་ཡ་ཅིག་ལ་ག་རེ་ཆགས་བསྡད་དགོས་ལབ་ན་ད་མ་པ་ད་ཁོ་རང་ཅིག་དེ་སྔོན་ད་སྐད་ཡིག་མང་པོ་གི་སྟེང་ལ་ཡོད་བསྡད་པ་ཅིག་ཆགས་བསྡད་དགོས་རེད་འདི་གི་ནང་ད་ཐོག་མེད་གི་གནས་སྐབས་ལ་བསམ་བློ་བཏང་སོང་ན་པ་ལི་གེ་ལ་རེད་འདི་གི་ཆེ་ནས་རིམ་པ་བཞིན་དུ་ཨ་ནི་ལེགས་སྦྱར་གྱི་སྐད་རེད་ད་འདི་གི་ཆེ་ནས་རྒྱ་ནག་གི་སྐད་རེད་འདི་གི་ཆེ་ལ་ད་དབྱིན་ཇིའི་སྐད་ལ་ཐོག་མར། ཨིན་ཇིའི་སྐད་ལ་ཐོག་མ་ག་དུས་བསྒྱུར་བ་ཅིག་ཆགས་འདི་དགོས་ལ་ན་དུས་རབས་བཅུ་རུ་དགུ་གི་གནས་སྐབས་ན་བསྒྱུར་བ་ཅིག་ཆགས་འདི་དགོས་རོ། དུས་རབས་བཅུ་རུ་དགུ་གི་གནས་པ་ན་ཐོག་མའི་གནས་སྐབས་ན་ད་བསྒྱུར་བ་ཅིག་དེ་འདྲའི་ཆགས་འདི་དགོས་རོ། ད་འདི་གི་རྗེས་སུ་རྒྱ་གར་སྐད་ད་ད་རྒྱ་གར་སྐད་ལ་ཡི་དེ་ཧིན་དི་སྐད་ཁོ་རང་ལ་བསྒྱུར་བ་ཆ་བཞག་སོང་བ་ཡིན་ན་ད་ཧིན་དི་སྐད་ལ་བསྒྱུར་བ་དེ་ད་ད་དུས་རབས་ཉི་ཤུ་གི་ནང་དེ་བ་ལ་ཕྱི་ནས་བྱུང་བ་ཅིག་ཆགས་འདི་དགོས་རོ། ད་ཧིན་དི་སྐད་ནང་ལོ་ལ་ཡང་ཐ་གར་ཟེར་གོ་རེད། ག་རེ་སོགས་བསྒྱུར་དང་བསྒྱུར་གྱི་ཐོག་ནས་ད་ག་རེ་སོགས་གོ་རེ་ཁོ་རང་བསྒྱུར་ངའི་རྩོམ་པ་པོ་ལ་བསྒྱུར་བ་པོ་ལ་གོ་རེ་ད་ལོ་ཙཱ་བ་ཞུ་གོ་རེ་ཁོ་རང་ཁོ་རང་ཚོ་གི་བསྒྱུར་སྟངས་ཀྱི་ཐོག་ནས་ད་དེ་འདྲས་ཀྱི་བདག་མོ་པ་དང་ཁོ་རང་ལ་ཡང་མ་འདྲ་བ Addition ལ་གོ་རེ་ཡང་ན་མ་འདྲ་བ་དེ་འདྲས་སྔགས་དྲུག་སྟེ་འདྲས་ཡོང་སྡེ་གི་ཡོད་རེད་ད་རྒྱ་ནག་ལ་བསམ་བློ་བཏང་སོང་བས་ན་ཐོག་མའི་གནས་སྐབས་ན་ཨ་ནི་ག་རེ་ས་གོ་རེ། བའི་ཅིའི་གླེང་ལ་ནི་མི་འདུག་ཁོང་གིས་ཐོག་མ་བསྒྱུར་བ་ནས་བཟུང་སྟེ་ཚར་བཞི་ཐམ་པ་དེ་འདྲའི་དམ་པ་པ་དག་དེ་བྱུང་བཞག་པ་ཅིག་ཆགས་བསྡད་དགོས་རེད། འདིའི་རྗེས་སུ་ད་ལྟ་ང་ཚོ་བོད་སྐད་ཀྱི་ནང་ལོགས་ལ་བྱུང་བཞེད་པའི་གི་ད་གར་བཞུགས་དགོས་རེད་ད་ལྟ་དམ་པ་པ་དག་གིས་ཁུངས་འདི་ཚོ་ཤི་རི་ལང་ཀ་ལ་གཏུགས་ཆེད་ཤི་རི་ལང་ཀ་གི་དགེ་སློང་གར་ཟ་བོ་རེད་དམ་པ་ན་ད་རེ་སོས་ད་གང་ད་ཁོང་མཉམ་དུ་ད་གར་ཟ་བོ་རེད་ད་ད་དགེ་འདུན་ཆོས་འཕེལ་ཁོ་རང་གིས་མཛད་བཞག་པའི་གི་གར་ཟ་བོ་རེད། མ་གི་མཛད་བྱང་འདི་ལ་འཁོད་ཡོད་རེད་བ། འོན་ཏ་ཁོང་འདི་མཉམ་དུ་ཅིག་ཞུ་ད་བྱས་ཅེས་འགྲིག་གནང་བ་འདི་འདྲི་ཅིག་ཡིན་ཞེས་འདི་གསུང་ཡོད་དུས་བརྩམས་པ་ལ་ད་ལྟ་བོད་བོད་སྐད་ནང་བསྒྱུར་བྱས་པའི་འདབ་མ་དཔའ་དག་འདི་ད་ལྟ་མཁས་དབང་དགེ་འདུན་ཆོས་འཕེལ་ལགས་ནས་ཁོང་གིས་བསྒྱུར་གནང་བ་ཅིག་ཆགས་འདི་ཡོད་རེད་ཟེར་བ། གང་ལྟར་འདི་གི་ཐོག་ནས་ད་ང་རང་ད་རེས་ང་ཚོ་གི་ག་རེ་གོ་ཡོད་རེད་ཞུས་པ་ཡིན་ན་ག་རེ་ཧ་གོ་ཡོད་རེད་ཞུས་པ་ཡིན་ན། གཙོ། ཆེད་དུ་བརྗོད་པའི་ཚོམས་ལ་ནི་མི་འདུག་ཆེད་དུ་བརྗོད་པའི་ཚོམས་དང་དམ་པ་དཔའ་དང་གཉིས་ཀྱི་ཁྱད་པར་ལེའུ་གི་ཁྱད་པར་དང་དེ་གང་དྲིས་ཡིན་མིན་དང་བཀའ་འགྱུར་ན་བཞུགས་ཡོད་མེད་དང་འདི་ནས་གཞན་གྱི་དམ་པ་དཔའ་དག་དེའི་སྡེ་སྣོད་གསུམ་པཱ་ལི་གི་གཞིར་ཆགས་ཀྱི་ཐེ་ར་བཱ་དཱ་ཞུ་ནས་མི་འདུག་གནས་བརྟན་སྡེ་པ་ཁོ་རང་གི་ལུགས་གཞིར་ཆགས་བྱས་པའི་གྱི་སྡེ་སྣོད་གསུམ་གྱི་ཁོངས་གཏོགས་གང་དྲིས་གང་དྲིས་ཡིན་པ་འདི་གི་ནང་གསེས་ནང་གསེས་གང་དྲིས་ཡིན་པ་འདི་ང་ཚོས་ཀྱིས་ཤེས་ཡོད་རེད། འདིའི་རྗེས་སུ་ག་རེ་ཟོ་གི་རེད་ད་མ་པ་ད་ཁོ་རང་ལ་འགྱུར་གི་ལ་ནི་མི་འདུག་ཁོ་ཡུལ་གྱི་ཐོག་ནས་ཁ་ཁ་ཁ་ཁ་ཡོང་སྟངས་ད་འདི་ཚོ་ཅིག་ཆགས་འདི་ཡོད་རེད་འདི་ལ་རྒྱ་ནག་སྐད་ལ་ཡོད་འདི་ངེས་དང་རྒྱ་ནག་གི་སྐད་ལ་ཡོད་འདི་ངེས་ལ་ཡང་ལིའུ་དང་ཤོ་ལོ་ཀ་གི་སྒོ་ནས་ཁྱད་པར་ཡོད་འདི་ངེས་ད་འདི་ཡང་ཞུས་པ་རེད་ད་འདི་མཉམ་དུ་འདི་ལ་ད་མ་པ་ད་ཁོ་རང་གཏམ་རྒྱུད་དང་མཉམ་དུ་སྦྱར་བ་འདི་ག་དུས་བྱུང་ཡོད་པ་འདི་ཡང་ཞུས་པ་རེད་ད་འདི་མཉམ་དུ་འདི་ལ་ཞུས་ཡ་ཅིག་ལ་ད་དུང། དག་མ་པ་དག་དེ་ང་རང་ཚོ་གི་ད་ལྟ་ཤེས་རབ་སྙིང་པོ་སྒྲོག་ཅིག་ནི་ད་དཔེ་བྱས་ན་ཁར་སོ་བྱ་རྒོད་ཕུང་པོ་རིགས་ལ་ད་སངས་རྒྱས་ཀྱི་ད་དཀྱུས་གཅིག་ལ་གསུང་བྱ་དགོས་ཀྱི་མདོ་དེ་འདྲི་ཅིག་ཆགས་ཀྱི་ཡོད་ལ་ནི་དེ་འདྲི་ཆགས་ཀྱི་ཡོད་མ་རེད་ཞེས་ནོ་ར་དག་མ་པ་དག་ལ་ངས་འདི་ཨ་ནི་ཁར་སོ་བོ་རེད་གནས་མི་འདྲ་བ་ལ་འདི་ནས་ཤིང་གི་རྡུལ་ལྕགས་གང་ས་མི་འདྲ་བ་ལ་ད་དེ་འདྲི་གསུང་བྱ་བ་ད་དཔེ་བྱས་ན་ད་ད་ལེའུ་དང་པོ་ཟུང་ལྡན་གྱི་སྡེ་ཚན་ཁོ་རང་ལ་བསམ་བློ་བཏང་སོང་བས་ན་ཤོ་ལོ་ཀ་དང་པོ་དེ་ཁ་ཁ་སྒྲོག་གཉིས་པ་འདི་ནས་ཤིང་གི་ནག་མོ་ལ་གསུང་པ་ལ་ཡ་དང་ཨ་ནི་ཁར་སོ་ལེ་སྦྱིན་ལ་གསུངས་པ་ལ་ཡི་དྭགས་བྲམ་ཟེ་ལ་བསྟན་པ་དེ་བསམ་པ་ལ་ཁོ་རང་གི་སྡེ་ཚན་གར་ཟེར་བར་ལེའུ་ཁ་ཁ་ནང་ལོགས་ལ་དེ་ནང་བཞིན་གྱི་ཤོ་ལོ་ཀ་རེ་རེ་རེ་རེ་བསྐོར་གསུང་ཟག་གི་གནས་དང་གང་ཟག་མི་འདྲ་བ་དེ་འདྲ་ཡོང་ཡོང་དུ་བསམ་པ་ལ་རྡོ་ཚན་དེ་ནི་གར་ཟེར་ཆེད་དུ་བརྗོད་པའི་ཚོམས་ནང་བཞིན་ཅི་ཅིག་བཅུ་གཅིག་ཏུ་གསུངས་བ་མ་ཡིན་པ་ཅིག་མང་པོ་ཅིག་གིས་སངས་རྒྱས་ཀྱི་གསུང་མང་པོ་གསུང་ཐོར་བུ་སྒྲོག་ཅིག་ཕྱོགས་བསྒྲིགས་བྱས་བཞག་པ་ཅིག་འདི་ནི་ཆགས་ཀྱི་ཡོད་རེད་དེ་ཡང་ཅིག་ས་གཞི་བྱུང་ན་བསམས། ཨ་འདི་གི་ཐོག་ནས་ཨ་ནི་ད་རེས་ཡང་བདག་མ་བ་དག་སྐོར་ལ་གནས་ཚུལ་རྟོགས་བསམ་གྱིས་ཨ་ནི་ཞིབ་ཆ་སྒྲོག་ཞིབ་པའི་ཁུལ་སྒྲོག་ཅིང། ད་འདི་གི་ཐོག་ནས་རྣམ་པ་ཚོ་ལ་ནི་ཐུགས་ཕན་གསོས་ཡོད་པའི་རེ་བ་ཡོད། འདི་དང་མཉམ་དུ་ཞུ་ཡ་གཅིག་ལ། ཁ་ཚ་ཧ་ནི་ལེ་ཚན་སྔོན་མའི་གི་ནང་ལོ་ལ་ར་ད་མ་པ་ད་གི་ལེ་ཚན་སྔོན་མའི་གི་ནང་ལོ་ལ་ནི་ངའི་ཁར་ཚོ་བཤད་སྟངས་གི་ཐོག་ནས་དེས་མ་འགྲིག་པ་ཆགས་འདི་ལ་དགོངས་སེལ་ཞུ་ཡང་འདི་ག་རེ་ཆགས་འདུག་ཞུས་པ་ཡིན་ན། ད་མ་པ་ད་གི་ད་ལེ་ཚན་དང་པོའི་གི་ནང་ལོ་ལ་ངས་ག་རེ་སྐོར་ལ་སྐད་ཆ་བཤད་པ་རེ་ཞུས་པ་ཡིན་ན། གར་ས་གོ་རེ་ད་ལྟ་དགོས་མེད་ཟེར་བཞིན་གྱི་ཨ་ནི་གར་ས་གོ་རེ་མཉན་ཡོད་ཀྱི་ད་རྒྱལ་གཅེས་ཚར་ལ་ནི་མི་འདུག་རྫ་སྟེ་ཚར་ལ་ཉེ་ཡག་གི་སྐོར་ལ་སྐད་ཆ་ཅིག་བཤད་པ་རེད་ད་འདི་བཤད་པའི་གནས་སྐབས་ན་རྒྱལ་གཅེས་ཚར་ལ་ངེས་ཏེ་ངེས་ཀྱི་དེ་དུས་ག་རེ་བཤད་ཤོར་རེད་ལ་ན་ག་རེ་གར་ས་ནས་ལབ་ནོར་ཤོར་ཡོད་ལབ་པ་ཡིན་ན་འདི་སྐབས་སུ་ལ་ཨ་ནི་ཚོང་པ་ཅིག་གི་འགྲམ་ནས་ཉོས་རེད་བྱས་ནས་ངས་འདི་འདྲས་ལབ་ཡོད་རེད་རེད་བ་འདི་ཁྱེད་རྣམ་པ་ཚོ་ཟིན་མི་པ་ཡིན་ན་ཟིན་འགྲིག་གི་རེད་ཡིན་ན་ད་འདི་ནོར་བ་འདི་གར་ས་གོ་རེ་གཙང་མ་མ་བཟོས་པ་ཡིན་ན་འདི་ཡང། མཁར་སོགས་རི་བྲེ་ཞིག་ལོག་པར་བྱ་སྟེ་ལོག་པ་དེ་ཁྱབ་ན་ཡག་པོ་ཡོད་མ་རེད་བ། དེ་འཛོམས་པ་ལ་སྡིག་ས་ཞིག་བྱུས་ན་བཟང། ད་སྡིག་གི་ཐོག་ནས་ཨ་ནི་གང་ལྟར་ཀྱང་རྒྱལ་གཅེས་ཚར་ལ་དེ་འཛོམས་པ་རྒྱལ་གཅེས་ལ་དེ་འཛོམས་པ་ལ་རྗེས་བརྟག་བྱ་དགོས་རེད་རྗེས་བརྟག་ལ་ངས་འདི་སུས་བྱ་དགོས་ལབ་པ་ཡིན་ན་ད་ལྟ་ཨ་ནི་ཀོ་ས་ལའི་རྒྱལ་པོ་ཀོ་ས་ལའི་རྒྱལ་པོ Prasanna Jit བྱ་དགོས་རེད Prasanna Jit ལས་རྒྱལ་པོ་གསལ་རྒྱལ་བྱས་རེད་བ། རྒྱལ་པོ་གསལ་རྒྱལ་གྱི་བུ་དེ་གར་བྱ་དགོས་རེད་རྗེས་བརྟག་བྱ་དགོས་རེད་རྗེས་བརྟག་དེ་སུ་ལ་ནི་རྒྱལ་གཅེས་རེད། ཨ་ནི་ང་ཚོ་བཀའ་འགྱུར་ནང་ལོ་ལ་རྒྱལ་གཅེས་ཚར་ལ་ཡིན་ཡང་བྱུང་གི་ཡོད་རེད་འདི་ནས་ཤིང་གི་རྫ་རྟའི་ཚར་ལ་ངན་ཡང་བྱུང་གི་ཡོད་རེད་ད་རྫ་རྟའི་ཚར་རྒྱལ་གཅེས་ཚར་ལ་ཡོད་དེ་དོན་ལ་གང་ཟག་གཅིག་ཁོ་རང་གི་མིང་རེད་ཏིང་འཛོམས་པ་ལ་གང་དག་ཀྱང་དགོས་མེད་ཟེར་མཁན་གྱི་ད་གསེར་གཏིང་ནས་ལེན་ཤར་བའི་ས་ཆ་འདི་ཨ་ནི་གང་ཟག་ཡང་རྒྱལ་གཅེས་རྒྱལ་གཅེས་ཀྱི་ཨ་ནི་ལག་ནས་ལེན་པ་རེད་རྫ་རྟའི་རྒྱལ་གཅེས་ཀྱི་ལག་ནས་རྒྱལ་སའི་རྫ་རྟའི་ཀུ་མ་ར་ཛཱ་ཏི་གི་ཚ་ལེན་གྷར་སཱ་ཛཱ་ཏི་གི་ལག་ནས་ལེན་པ་རེད་ཅེ་ད་འདི་ལ་ནི་གྷར་སཱ་ཛཱ་ཏི་ཞེས་པའི་མིང་ཛཱ་ཏི་ཚ་ལྟ་ཡས་དེ་ཡང་ཕྱོགས་གཅིག་ནས་འདི་ནས་ལེན་པ་ཅིག་དང་ཕྱོགས་གཅིག་ནས་ཨ་ནི་གྷར་སཱ་གོ་རེད་ཐ་མ་འདི་ལ་ད་གསེར་ཏིང་ངེ་འཛོམས་པ་ལ་ས་ཆ་ཉུང་ཉུང་ཅིག་ལྷག་འདི་འཛོམས་པ་ལ་འདི་ཛཱ་ཏི་གྷར་སཱ་རྒྱལ་སྲས་ཛཱ་ཏི་ཁོ་རང་གིས་ཡ་ཨ་ནི་གྷར་སཱ་གོ་རེད་དགོས་མེད་ཟེར་གྱིན་ལ་ཕུའི་ཞབས་པའི་རྒྱུ་མཚན་འདི་ལ་བརྟེན་ནས་ཨ་ནི་གྷར་སཱ་གོ་ར་འདི་གི་དྲན་རྟེན་ལག་ནས་མི་འདུག་འདི་གི་ཐོག་ནས་ཨ་ནི་ཚ་འདི་ལ་ཡང་ཨ་ནི་ཛཱ་ཏི་ཚ་ལེན་ཡིན་མིན་ཐོག་ཐག་ཡང་དེ་འདྲ་ཡོང་གི་འདུག་ཅེ་ནས་རོ། སྤྱི་དང་གི་སྙེ་རྟ་བི་གི་ཨ་གྷར་སོགས་ལོ་རྒྱུས་གཅིག་ནང་ལོ་ལ་དེ་རྗེ་རྟ་ལ་ནི་མིང་དང་པོ་དེ་རྗེ་རྟ་རེད་ལད་དུ་མ་གཏོགས་ཡང་དེ Prince རྗེ་རྟ་ལ་བོ་རེད་ད་དེ་ནི་མིང་མ་བཏགས་བ་སོང་ས་འདི་གི་དོན་ནི་ཏོག་སི་འཁྲུལ་ཞིག་བྱུང་བ་འགྲོ་ཅི་ཆགས་པ་རེད། ལ་སོགས་ནི་དེ་རིང་གི་ཆེད་དུ་དེ་ཙམ་ཡིན་ཨ་ལེ་ཚན་རྗེས་མེད་གི་ནང་ལོ་ལ་ང་ཚོ་སླར་ཡང་དར་མ་པ་དག་གི་ལེའུ་དང་པོ་ཟུང་ལྡན་གྱི་སྡེ་ཚན་གྱི་ཤོ་ལོ་ཀ་གཉིས་པ་འོ་ད་ད་འདི་དང་མཉམ་དུ་གཏམ་རྒྱུད་དུ་སྦྱར་འདྲི་ཞུ་ཡ་གི་འབོད་བརྩོན་ཞུ་གི་ཡིན་ལ་སོགས་ཚང་མར་བཀྲ་ཤིས་བདེ་ལེགས།